ལ་སོགས་དེ་ནི་ཡིད་ཀྱིས། སྤྱིར་བཏང། ཡིད་ཀྱིས་ཟེར་བ་དེ་གའི་ངོ་བོ་འདྲ་བོ་ག་རེ་རེད་ལབ་ན། མིང་ཚིག་གཉིས་ཀྱི་རྩོམ་གཞིར་གྱུར་བའི་སྐད་ཀྱི་གདངས་དེ་ཡིད་ཀྱིས་ཀྱི་མཚན་ཉིད་རེད། ཡིད་ཀྱིས་ལབ་པའི་དེ་སྐད་ཀྱི་གདངས་ཙམ་རེད། སྒྲ་ཙམ་ཞིག་རེད། ང་ཚོ་ཕྱི་ལོགས་ལ་བྲིས་ཀྱི་ཡོད་པ་འདི་ཡིད་ཀྱིས་ཀྱི་གཟུགས་རིས་ཙམ་མ་གཏོགས་ཡིད་ཀྱི་ངོ་མ་དེ་མ་རེད། ཡི་གེ་ངོ་མ་དེ་སྒྲ་རེད་ལབ་གི་ཡོད་པ་རེད། དཔེར་ན། ཨ་ཟེར་བ་འདྲ་བོ་ཡིན་ན་ཡི་གེ་རེད། ཨ་ཟེར་བ་མགྲིན་པ་གི་ནང་ལོགས་ནས་བྱུང་བའི་སྒྲ་དེ་ཡི་གེ་རེད། དེ་ཡི་གེ་དེ་མིང་དང་ཚིག་གཉིས་ཀྱི་རྩོམ་གཤིས་རེད། མིང་ལབ་པ་དེ་ག་རེད་ལབ་ན། ཡི་གེ་དུ་མ་འདུ་བ་ལས་མིང་གྲུབ་པ་རེད། དཔེར་ན། བུམ་པ་ལྟ་བུ་གཅིག་མཚོན་པ་ཡིན་ན་པདྨ་པདྨ། ཡི་གེ་དེ་ཚོ་འདུས་ནས་བུམ་པ་ལ་བའི་གི་མིང་དེ་གྲུབ་ཀྱི་ཡོད་པ་རེད་བ། ཡིན་ཙང་ཡི་གེ་དུ་མ་འདུས་པ་ལས་མིང། ད་ནི་ཚིག། མིང་དུ་མ་འདུས་པ་ལས། ཚིག། དཔེར་ན། བུམ་པའི་ཆུ། བུམ་པའི་མི་རྟག་པ། ཟེར་བ་འདྲ་བོ་ཡིན་ན། བུམ་པ་ཟེར་བ་དང་ཆུ་ཟེར་བ་དང་མི་རྟག་པ་ཟེར་བ་དེ་ཚོ་མིང་རྐྱང་རྐྱང་རེད་མིང་དེ་ཚོ་འདས་པ་ལས་ཚིག། གྲུབ་ཀྱི་ཡོད་པ་རེད། དེ་ནས་ཚིག། དུ་མ་འདུས་པ་ལས་བརྗོད་པ། སངས་རྒྱས་ལ་སྐྱབས་སུ་མཆིའོ་ཞེས་བསླབ་པ་ཡིན་ན་བརྗོད་པ་གཅིག་རེད། བརྗོད་པ་དེའི་ནང་ལོགས་ལ། དང་པོ། ཡི་གེ། དེ་ནས་མིང། དེ་ནས་ཚིག། ཚིག་མང་པོ་མཉམ་དུ་འདུས་པ་ལས་དོན་དག་ཧྲིལ་བོ་གཅིག་སྟོན་པའི་དོན་དག་ཆ་ཚང་བ་གཅིག་སྟོན་པའི་བརྗོད་པ་གྲུབ་ཀྱི་ཡོད་པ་རེད། བརྗོད་པ་དང་དེང་སང་གི་ཚིག་གྲུབ་ལབ་དེ་གཅིག་པ་རེད། དེ་ནས་བྱེ་བྲག་སྨྲ་བའི། རླུང་གི་ཆུ་འཁོར་དེ་མིང་ཚིག་ཡི་གེ་ཚོགས་པའི་སྒྲ་ཀྱི་ཕྲེང་བ་རེད་ཟེར་སླ་བ་རེད། དཔེར་ན་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་བ་འདྲ་བོ་ཅིག་ཡིན་ན་སྒྲ་གཅིག་གི་ཕྲེང་བ་ཅིག་རེད། དེའི་ནང་ལོགས་ལ་ཡི་གེ་ཡོད་རེད་མིང་ཡོད་རེད་ཚིག་ཡོད་རེད། དེ་ཐམས་ཅད་ཚོགས་པའི་སྤྱིའི་ཙམ་རླུང་གི་ཆུ་འཁོར་དེ་ཡི་གེ་དང་མིང་དང་ཚིག། གསུམ་ཆ་ཚོགས་པའི་སྤྱི་ཙམ་ཞིག་རེད་ཡིན་ཙང་དེ་བདག་མེད་འདུ་བྱེད་རེད་ཟེར་ལབ་པ་རེད་བདག་མེད་འདུ་བྱེད་ཟེར་ལབ་པ་ཡིན་ན་གཟུགས་ཡང་མ་ཡིན་ཤེས་པ་ཡང་མ་ཡིན་པའི་དངོས་པོ་དེ་ཚོ་བདག་མེད་འདུ་བྱེད་རེད་དཔེར་ན་ང་ཚོ་གང་ཟག་ཟེར་བ་འདྲ་གློ་བོ་ཟེར་བ་འདྲའོ་ཟླ་བ་ཟེར་བ་འདྲའོ་དུས་ཚོད་ཟེར་བ་འདྲའོ་དེ་ཚོ་དངོས་པོ་རེད་ཡིན་ན་ཡང་དེ་ཚོ་གཟུགས་ཡང་མ་རེད་དེ་ཚོ་ཤེས་པ་ཡང་མ་རེད་ཨོ་ཡིན་ཙང་དེ་འདྲའི་གི་རིགས་ལ་བདེན་མེད་འདུ་བྱེད་ཟེར་ལབ་གི་རེད་མདོ་སྡེ་པའི་ལུང་གི་ཆོས་འཁོར་དེ་ཡི་གེ་དང་མིང་དང་ཚིག་འདུས་པ་ལས་གྲུབ་པའི་རྗོད་བྱེད་ཀྱི་སྒྲ་རེད་ཡིན་ཙང་གཟུགས་རེད་གཉིས་སུ་སྨྲ་སླ་བས་འདི་ཐག་གཉིས་ལབ་ཀི་ཡོད་པ་རེད། དཔེར་ན། སེམས་ཙམ་པའི་ལུགས་ལ། ཕྱི་རོལ་དོན་དུ་གྲུབ་པ་ཡོད་མ་རེད། ཕྱི་རོལ་དོན་དུ་གྲུབ་ན། ཆོས་ཀྱིས་བདག་གྲུབ་དགོས་ཀི་ཡོད་པ་རེད། ཆོས་ཀྱིས་བདག་ཏུ་གྲུབ་པ་དེ་རྟག་མཐའ་རེད། རྟག་མཐའ་ཁས་ལེན་པ་ཡིན་ན། ཆད་མཐའ་ཡང་ཁས་ལེན་གུ་ཐུག་གུ་རེད། ཡིན་ཙང་བྱེ་བྲག་སྨྲ་བ་དང་མདོ་སྡེ་བ་གཉིས་ཀྱིས་རླུང་གི་ཆུ་འཁོར་དེ་གཅིག་གཅིག་གིས་བདག་མེད་འདུ་བྱེད་དུ་འདོད་པ་དང་གཅིག་གིས་གཟུགས་སུ་འདོད་པ་དེ་ནི་རྟགས་མཐའམ་ཡང་ན་བྱེད་མཐའ་རེད་ཟེར་བ་ད་ཐེག་གི་དོན་དག་ཅིག་རེད། དེ་རིང་གི་སློབ་ཚན་འདི་འདྲ་ཅིག་ནི་མཚམས་རྒྱག་རྒྱུ་ཆེ། ཐུགས་རྗེ་ཆེ།